དེ་ཡིན་དུས་ད་སྔ་ད་ལྟ་བཤད་པ་དེ་ཐོག་མཐའ་མ་གི་ནང་ལ་ད། འདི་རུ་མོ་ཁྱེད་རང་གིས་ད་གནང་སྟངས་དེ་གི་དེ་ཆ་ཚང་གི་ཐོག་མཐའ་མའི་ནང་ལ་དེ་མ་ལ་ཐོག་མཐའ་མའི་ནང་དོན་གི་ཡོད་རེད་ཟེར་བ་དེ་ཅིག་ཞུས་བ་རེད་བ་ད། ད་ག་ད་ཨ་ནེ་དབང་པོ་ཤེས་བྱའི་རབ་སྟོན་སྙིང་བརྩེ་ལྡན་གཞན་དོན་སྤྱོད་མེད་གྲུབ་པའི་སྙིང་དུ་ཤིང་རྟ་མོ་རྗེས་འཛིན་པ་ཞུ་བ་ཟེར་བ་དེ། བ་ནས། སོ་སོར་བརྟེན། དགེ་བའི་བཤེས་གཉེན་དེ་ལ་དང་ཚིག་ཉིད། འོང་བ་ལ་སོགས་མདོ་སྡེ་གདན་རྒྱན་ལས་གསུངས་པའི་ཚིག་ཉིད་དུ་བརྒྱུད་དེ་ཚང་དགོས་པ་དེ་དཔེ་གལ་ཆེན་པོ་རེད་ཟེར་བ་དེ་ག་དང་དང་མཚམས་དེ་ན་བཞག་པར་བ། ངོ་བ་དེ་རེད། དག་བཤེས་གཉེན་བསྟེན་ཚུལ་དེ་རྟག་ཏུ་ངུ་ཡི་ཆུན་པ་བསྟེན་པ་ལྟར་གསུངས་འདུག་ཨ་དཔེ་དེ་དག་བྱས་ཙང། བཤེས་གཉེན་བསྟེན་པའི་དཔེ་འདྲ་བོ་དེ་རྟག་ཏུ་ངུ་ཡི་ཆུན་པ་བསྟེན་པ་ལྟར་ཟེར་ད་དེ། བྱ་རྒྱུད་གསུམ་པ་རྟགས་དང་དངོས་ཀྱི་དགེ་བའི་བཤེས་གཉེན་བྱོན་པར་བསྟན་ཚུལ། ད་སྔོན་ནས་བསྐུལ་ལུས་ཀྱི་ཁྲག་ཡིན་ཅེས་པ་བཙགས་ནས། བ་ཆུ་ཡི་བྱ་བརྒྱ་བཏབ། ཆུ་ཡི་བྱ་བརྒྱ་བཏབ་ཡག་གི་ཚབ་ལ་ཁྲག་གི་བྱ་བརྒྱ་བཏབ་པ་དང་དེ་འདྲ་གུས་པས། བཀའ་སྐྱེལ་ག་སེ་བྱས་འདུག་རེད་བ། འོ། དེ་བྱས་དངོས་ཀྱི་བཤེས་གཉེན་དམ་པ་དེ་ཚོ། བ་ནས་ཀྱི་སློབ་མ་དེ་ཚོ་གི་བསྟན་སྟངས་དེ་འདྲས་ཀྱི་རེད་འདུག་བ། འོ། ད་ལྟའི་ང་རང་ཚོ་གང་གང་གི་བསམ་བློ་གཏོང་ཡ་རེད་ད། སོ་སོ་གི་ད་ལྟ་ཡིན་ན་ང་རང་ཚོ་ཡིན་ན།

འོ། དེ་ཡིན་འདུག་ག་ལ་དེ་འདྲའི་བྱེད་རྒྱུ་ཅིར་བ། ལུས་སྲོག་ལོངས་སྤྱོད་ཀུན་གྱི་གཡོག་མེད་པར་བཤེས་གཉེན་དམ་པ་ལེགས་པར་རྙེད་ཅིག་ནི་མི་ནས་སྐད་ཅིག་ཙམ་ཡང་མི་བྱེད་ཤོག་ཟེར་བྱས་ཙང། ལུས་དང་སྲོག་ཏུ་བརྩིས་ཏེ་གཏོང་དགོས་ཀྱི་རེད་བ། ད། བཤེས་གཉེན་གྱི་སྐུ་མདུན་ནས་ད་བྱས་ཙང་གི་ཐོས་པ་རྩ་ཡ་དེའང་ད་གཙོ་བོ་དེ་ད་ང་རང་ཚོ་གཅིག། གཞུང་བཀའ་པོད་ལྔ་མདོ་སྔགས་ག་རེ་ཡིན་ན་ཡང་ད་ལུས།

འོ་དེ་ཡིན་དུས་ང་རང་ཚོ་གྲྭ་ས་ལ་ཡིན་ན་ད་གཞུང་བཀའ་པོད་ལྔ་ཡི་ནང་ནས་ཕ་གཅིག་དེ་ལོ་བདུན་བརྒྱད་བལྟ་དགོས་ཏེ་དེར་ཐུག་བསྡད་ཀྱི་ཡོད་རེད། འོ་དེ་ཡིན་དུས་ད་དེ་ནི་མ་འཁྲུལ་དོན་འདྲ་བ་དེ་ཡང་ཏི་ཡིས་ཤེས་ན་དྲན་སོང་ད་དེ་ང་རང་ཚོ་གལ་ཆེན་པོ་རེད་དེ་སང་གཞུང་བཀའ་པོད་ལྔ་ཟེར་དུས། འོ་ནི་བ་ཡོངས་སུ་གྲགས་པ་འདྲ་བ་ཅིག་ཤེས་བཤད་བསྡད་ཀྱི་ཡོད་རེད་ང་ཚོའི་སློབ་ཚན་དེ་ལ་གཞུང་བཀའ་པོད་ལྔ་ཟེར་དུས། ཡང་དེ་གྲངས་སུ་གྲངས་འདྲེན་བྱེད་སྟངས་དེ་ཚོ་ལ་ཡང་རིགས་གཅིག་གི་དཔྱད་རྩོམ་འདྲ་བ་དེ་འདྲའི་ནང་དེ་བྱ་བ་དེ་ཚོ་ཏི་ཡིས་ཏག་ཏག་བསྡད་མི་འདུག་ཨ།

ཨ་ནི་མི་ཁ་ཤས་ཀྱིས་དེ་ནས་དེ་འདྲའི་དཔེ་ཆ་ཁོ་རང་གཞུང་རིང་པོ་སྤེལ་ནས་མངོན་རྟོགས་རྒྱའི་དབུ་མ་འཇུག་པ་ཟེར་དེ་འདྲའི་གྲངས་ཆེ་བ་ཡིན་ན། ཨ་ནི་ཏི་སི་རེ་སྐད་བ་ངོ་ཚ་ལྷག་ལྷུ་ཚན་ཏི་དེ་འདྲའི་གཙང་གྱི་མ་རེད་བ་སྤྱིར་བཏང་ད་ཏི་གཞུང་རེ་རེ་ཡིན་ན་རྒྱ་ཆེན་པོ་དག་རེད་དེ། ཁོ་དཔེ་ན་འདུ་བ་འདྲ་བོ་ཡིན་ན་ཁོ་གཅིག། བློན་པོའི་ཡོན་ཞག་གཉིས་ཀྱི་གཞུང་གཙོ་བོར་བྱས་ནས་འདུལ་བའི་གཞུང་ལུགས་མང་པོ་ཞིག་བརྟག་དགོས་དགོས་རེད་དེའི་ནང་ནས་ཡང། གཙོ་བོ་གཙོ་བོ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་མདུན་ཅོག་གི་གཞུང་དེ་ཚོ། རྩ་བ་དེ་ཚོ་ལ་དག་བརྟག་དགོས་དེ་གལ་ཆེན་པོ་ཞིག་རེད་བ་དེ། ཨོ། དེ་འདྲ་ཅིག་རེད་ནི་ང་རང་ཚོ་གཅིག་གྲྭ་སར་རྒྱ་མཚོ་ཆེན་པོ་དེ་ཚོ་ལ་གཞུང་བཀའ་པོད་ལྔ། གསུང་ཡ་དེ་གཅིག་སློབ་ཚན་དེ་གཏན་འབེབས་གནང་དགོས་དེ་ཚོ་ལ་དཔེ་མི་སྲིད་པ་གུས་པ་ཆེན་པོ་ཡོད་རེད། ག་རེ་རེད་ཟེར་ན་ང་རང་ཚོ་སྤྱིར་ཉམས་ལེན་གྱི་དབང་དུ་བྱས་ན་ཡང། ཨ་ནི། ཕར་ཕྱིན་དེ་སྟེང་ངས་དམ་འཇུག་ཞུ་བ་ནང་བཞིན་ད་དངོས་གནས་ལུས་འདྲ་བ་དེ་བྱས། ཨོ། དེ་ནས་ག་རེ་ཟེར་ན། ཨོ། དེ་ནས་མཚན་མ་དེ་དེ་ནས། ཨ་འདི་ཕར་ཕྱིན་གྱི་རིག་པ་ཡིན་གསུངས་འདུག་ཨ། ཨོ། རིག་པའི་རྣམ་བཞག་དེ་མཚན་མ་མཚན་མ་ནི། ད་ནི་དབུ་མ་སྟེ་དེ་ནི་ཕར་ཕྱིན་གྱི་ལྟ་བ་ཡིན་སྲིད་ད་སྔོན་མ་སྒོམ་གྱི་ལྟ་བ་དེར་བ། ཨོ། ཨ་ནི་མངོན་པར་མཛོད་དེ་ཕར་ཕྱིན་གྱི་གྲངས་འདྲེན་ཡིན་སྲིད་དེ་ནི་མིང་གི་རྣམ་གྲངས་མང་པོ་དང་མདོ་ལས་བཤད་པའི་མིང་གི་རྣམ་གྲངས་དག་ཕར་ཕྱིན་ནས་ཤེས་དགོས་ཡ་མང་པོ་སྐྱེས་མཛོད་རྣམས་ལ་ཁ་གསལ་དེ་བར་བ། ཨ་ནི་དམ་ཆོས་འདུལ་བ་སྟེ་དེ་ནི་ག་རེ་ཟེར་ན་ཕར་ཕྱིན་གྱི་སྤྱོད་པ་ཡིན་སྲིད། ཨོ། བྱས་ཙང་གིས་འོ་ད་དུས་སུ་བྱས་དུས་གང་ལ་ཨ་ནི། གཅིག། ཕར་ཕྱིན་དེ་གཙོ་བོ་བྱས་ནས་ནི་གཞུང་དཀར་པོའི་གཞན་དག་དེ་ཚོ་ནི་ཡན་ལག་ལྟ་བུ་བྱས་ནས་སྦྱོང་དགོས་ཡ་དེ་དཔེ་གལ་ཆེན་པོ་དེ་དང་འབྲེལ་བ་ཡོད་པ་ཅིག་ཅེས་རེད་བ། ཨོ་ཅེས་ད་ལྟ་ཐུགས་སུ་གཅིག་རེད་འདུག་བ། ནི་གཅིག་ནི་ད་ང་རང་ཚོ་གཅིག། བ་ལ་སོ་ཇོ་བོ་བཀའ་གདམས་པ་ཟེར་ནས་ནི་ངོ་ཚ་བཀག་ནས་སྡེ་སྣོད་གསུམ་པོ་དེ། གདམས་པ་གཅིག་པུ་གསུངས་ཀྱིན་མཛད་པ་ཡིན་ཟེར་བཀའ་གདམས་རིན་ཆེན་གསེར་གྱི་འཕྲེང་བ་ནི་འགྲོ་བ་གང་གི་འགྲམ་ན་དོན་ཡོད་འགྱུར་གསུང་བ་ནང་གི་ང་རང་ཚོ་དག་གཅིག

ཨ་ནི་མཚན་མ་དང་དབུ་མའི་གཞུང་གི་བསྟན་བྱ་གཙོ་བོ་དེ། བསླབ་པ་ཤེས་རབ་ཀྱི་བསླབ་པ་དེ་རེད། ལང་སྟོང་གི་སྐོར། ལྟ་བའི་སྐོར། བ། ཨ་ནི། དེ་ནས་མཛོད། མ་རེད། འདུལ་བའི་བསྟན་བྱ་གཙོ་བོ་དེ་དེ་བསླབ་པ་ཆུ་ཕྲན་གྱི་བསླབ་པ་དེ་རེད། ཅེས་དང་གཞུང་བཀའ་པོད་ལྔ་དེ་ཁོ། འོག་ལ་སོགས་ལངས་ལག་པ་སོགས་ཀྱི་མྱང་ལན་ལ་སྦྱར་ནས་དེ་ནས། སློབ་ཚན་བྲི་ཞེས་པ་ཅིག་ཆགས་ཏེ་འདུག་བའོ་དེ་ཚོ་ང་ཚོ་ཏེ་ཟེར་གྱི། ནམ་རྒྱུན་ནས་དེ་ཚོ་འབྲི་ཡ་དེ་ལ་གུས་པ་ཆེན་པོ་ཡོད་དེ་བ་དེ་ཚོ་ཏེ་ཟེར། འོག་ལ་སོགས་ཐུགས་ལ་ངེས་པར་སྣང་ཞེ་ན་ནི་དཔེ་མི་སྲིད་པ་ཡག་པོ་འདུག་བ་དེ་ཚོ་ལ། འོ། དུག་སེ་རེད། དུས་འདིར་ཡང་ད་ཡང་དཀར་པོའི་སྔགས་ཀྱིས། བཞག་དགོས་རྒྱུ་མཚན་གཞན་དག་དེ་ནས་ཡང་ད་ལྟ་ཁ་ཁ་དམ་ཚིག་རྡོ་རྗེ་ཡིན་པ་ཡོད་དེ་སློབ་གཉེར་བླ་རྒྱ་ནང་ལ་གསུངས་ཡོད་རེད་ཨ་ཡ་དེ་འདྲས་བྱས་བྱས་ད་ད་དུག་སེ་རེད་དེ་ཡིན་དུས། དེ་ཡིན་དུ་ད་ལྟ་ན་རྗེ་རིན་པོ་ཆེ་གི་ཡང་ད་ལྟ་ན་བཅུད་ལ་ཕར་འགྲོ་ན་ནི་རྗེ་རིན་པོ་ཆེ་ག་རེ་གསུངས་འདུག་ཟེར་ན། ཤི་ཉེས་བཏབ་པ་ལས་མི་ཉེས་སྐད་ཅིག་ཙམ་ཡིན་པ་ད་ཟབ་ཞི་སྤྲོས་དང་བྲལ་བའི་ཤེར་ཕྱིན་དོན་ལོག་རྟོག་དྲི་མེད་ཆུ་ཡིས་མ་བསླད་པ་ཇི་ལྟར་རྟག་ཏུ་ངུ་ལ་སྙད་པར་ད་དེ་བཞིན་བདག་ལ་རྟག་ཏུ་སྡོམ་པར་ཤོག་ཟེར་འདོམས་པར་ཤོག་ཟེར་ད་ལྟ་དགེ་བའི་བཤེས་གཉེན་གྱིས་མ་སོ་སོ་ལ་གདམས་ངག་ཐོབ་ཡ་དེ་གཙོ་བོ་ཕར་ཕྱིན་གསུངས་འདུག་བ་ཟབ་ཞི་སྤྲོས་དང་བྲལ་བའི་ཤེར་ཕྱིན་དོན། ད་གཙོ་བོ་དེ་ག་རེད་ཟེར་ན་ཤེས་རབ་ཀྱི་བར་དོ་ཕྱི་མ་ཡོངས་རྒྱུན་ལྡན་དུ་སོང་སྟེ་རྒྱལ་བའི་གསུང་སྒྲ་ཐམས་ཅད་ཀྱི་ང་ནི་རབ་ཏུ་གཙོ་བོར་གྱུར་པ་ཡིན་ཏེ་དེ་ཡི་དངོས་དངོས་ཤུགས་ཀྱི་དོན་ཉིད་དེ་དག་ཟབ་རྒྱས་ཀྱི་ལམ་དེར་བ་དག་གཙོ་བོ། འོ་དེས་དེ་ནི་དཔེ། དགེ་བའི་བཤེས་གཉེན་དེ་གའི་མ་གསུང་ཡང་དེ་བ་གཅིག་ལོག་པར་རྟོག་པ་དང་དེ་ནས་ཀྱི་དྲི་མས་མ་སྦགས་པ། ཇི་ལྟ་བ་བཞིན་དུ་མ་གཅིག་གསུང་ཡང་གཅིག་གིས་སོ་སོར་ཉན་རྒྱུ་ཡོད་བར་གྱི་དེ་ནས་ཀྱི་མ་རྣམས་རྒྱབ་ནང་དུ་བ་དག་གྱེར་མོ་ཅིག་རང་གིས་ཐུགས་སུ་གནང་བར་བ། དེ་དག་བདག་ལ་བལྟ་འདོད་མ་ཤོག། བ་བདག་དེ་ཡང་དག་པའི་དགེ་བའི་བཤེས་གཉེན་གྱི་རེ་བའོ། དེ་ལྟར་ཡིན་པའི་དགེ་བའི་བཤེས་གཉེན་དེ་འཕྲད་ན་དེ་ནི་ང་རང་ཚོ་མི་ཚེ་ཁོ་རང་ཁྲོ་ལག་ཅན་འགྲོ་དགོས་རེད་ད་དེ་ངའི་གོང་ནས་ཞུས་ཡིན་པའོ། དེ་ཨུན། དེ་དག་བདག་ལ་རྟག་ཏུ་དུ་མ་ཞུ། ཨ་ནི། ད་མི་དགེ་བའི་བཤེས་གཉེན་སྤང་དགོས་དེ་ཐུབ་པའི་དགོངས་པའི་དོན་ལས་ཆེ་ཆོག་པའི་རྟགས་ཅན་ལྟ་བ་སྟོན་པར་བྱེད་པ་པོ། སྟོན་པར་བྱེད་པ་པོ་མི་དགེ་བཤེས་གཉེན་སྡིག་པའི་གྲོགས་རྣམས་ཀྱི་དབང་དུ་སྣང་ཡང་འགྲོ་བར་མ་གྱུར་ཅིག་ཟེར་བ་དེ་གསུངས་ལ།

དེ་ནས་དེ་ནས་ང་རང་ཚོ་ལོ་ཉེ་བ་ཐམས་ཅད་ལ། ཨ་ནི་སྐྱོན་ཆེ་ཤོས་དེ་ད་ང་རྒྱལ་དེ་རེད། དངོས་གནས་དྲ་གནས་བཀའ་གདམས་པའི་དགེ་བཤེས་དེ་ཚོ་གིས་གསུངས་ནས། ང་རྒྱལ་གྱི་སྒང་བུ་ལ་ཡོན་ཏན་གྱི་ཆུ་མི་བྱ་ཟེར། ག་རེད་ཟེར་ན་ཁོ། ས་སྒང་སྒང་དེ་འདྲས་ལ། ཨ་ནི་ཆུ་དང་བརླའི་རྩ་བ་གཉིས་འདྲེས་གི་ཡོད་མ་རེད་བ། ཆུ་དེ་ཆག་གི་མ་རེད། ས་ཡང་འབུར་བོ་ཞི་བ་ཅན་མཐོང་བོ་མཐོ་བའི་རྣམ་པ་དེ་ཚོ་ལ། བཀའ་གདམས་པའི་དགེ་བའི་བཤེས་གཉེན་དེ་ཚོ་གིས་ནི་ཅི་དགའ་དེ་ལས་ནི་ལུང་པ་ཤོང་ཤོང་ནི་སྔོན་པོ་བྱ་གི་འདུག་ད། ལུང་པ་གང་གང་ནི་སྔོན་པོ་བྱ་གི་འདུག་དེ་ལྟོས་ད་སོང་རེ། སྨ་ས་པ། ཤོང། པས་སྨ་ས་དེ་འདྲས་ནི་ཚུ་སྔོན་པོ་བྱའང་རེ་བ་དང་པོ་འོ་དེ་ནང་བཞིན་རེད་དེ། ཆོས་དེ་ག་བ་བསྡད་ནས་དེ་ནི་སྔོན་པོ་བྱ་ནི་མྱུ་གུ་དང་པོ་སྐྱེ་གི་རེ་བ་འོ་དེ་ནང་བཞིན་ང་རང་ཚོ། དངོས་གནས་ད་ང་ཚོ་ཆོས་པ་གཅིག་གི་ངོས་ནས་བསམ་བློ་གཏོང་ལྷག་པར་དུ་ང་ཚོ་ལ་ཆེས་ལོ་ཉེ་བ་གཅིག་གི་ངོས་ནས་བསམ་བློ་གཏོང་ན་ད་ང་རྒྱལ་དེ་ལ་ཁ་གཏད་བཅག་དགོས་ཡ་དེ་ལྟར་ཕྲག་དོག་དེ་གཉིས་ལ་ཁ་གཏད་བཅག་དགོས་པས་གལ་ཆེན་པོ་ཆགས་དགོས་རེད་ད། བྱས་ད་དེ་རིན་པོ་རྗེ་རིན་པོ་ཆེ་གིས་ད་ལྟ་གསུངས་འདུག་བ་ཇི་ཙམ་མང་དུ་ཐོས་དང་ལྷག་པར་ཨ་ལགས་སུ་ལྷག་པར་དང། རྣམ་དག་ཚུལ་ཁྲིམས་རྣམ་དཔྱོད་ཤེས་རབ་ཀྱི་བརྡར་ཤུལ་ལྷག་པར་གྱུར་པ་དེ་ཙམ་དུ་ཕྱི་ཕྱིར་ཁེངས་པ་ཀུན་དང་བྲལ་བར་ཤོག་ཟེར་ནས།

དེ་ལྟར་བདག་རྒྱུད་ལྷ་བུར་གྱུར་པ་དེ་ཙམ་དུ་སོ་སོ་སོགས་ཀྱི་ཤེས་ཡོན་དག་གི་རྒྱུད་དུ་ཡར་རྒྱས་འགྲོ་བ་དེ་ཙམ་དུ་ཨ་ནི་ཁྱེད་ཀྱི་ཁེངས་པ་ཀུན་དང་བྲལ་བར་ཤོག་དེ་སྙམ་དུས་ལ། འོ་ང་རྒྱལ་དེ་ཡར་ཡར་ཡར་འཕེལ་ཡོང་གི་རེད་བ་དེ་དང་བྲལ་བ་ཅིག་ཁོ་ན་སྐྱོན་འདུག་བ་བ་ད་དེ་གལ་ཆེན་པོར་བ་བ་ད་ཐུགས་སུ་སྣང་ང་རང་ཚོ་ད་ཅིག་ང་རྒྱལ་དེ་བྱས་ན་ཨ་ནི་དེ་སུ་རེག་གི་མ་རེད་ད་དེ་གིས་ང་རང་ཚོ་དཔེ་ད་མི་མང་པོ་ཅིག་ང་རྒྱལ་འདི་གིས་ཕོག་འགྲོ་གི་ཡོད་རེད་བ། ད་མདོར་ན་དེ་ནས་རྣམ་དག་རིག་པའི་སྟོབས་ཀྱིས་གསུང་རབ་དེ་ཇི་བཞིན་རྒྱས་ལ་རྗེས་འབྲེལ་མི་འཇུག་པའི་འཁྱིལ་པའི་གམ་དུ། མཐའ་ཡས་གསུང་རབ་ལ་ངོམས་པ་མེད་པའི་དུས་པ་བྱེད་པ་འཐུས་པ་བསྐྱེད་པར་ཤོག་ཟེར་བ་རྗེ་རིན་པོ་ཆེ་གིས་ཀྱིས་གསུང་འདུག་ཨའོ་ད་དེ་ནང་བཞིན་གྱི་དང་པོ་རྒྱ་ཆེའི་དུས་པ་མང་དུ་བཙལ་ཡ་དེ་དཔེ་མི་སྲིད་པ། ཨོ་རྒྱལ་བདག་ཉིད་ཆེན་པོ་གིས་གལ་ཆེན་པོ་གྱིས་གནང་གསུང་བ་རེད་དེ་ཡིན་དུས།